ག་སོགས་རེད། སོ་སོ་སོའི་མིང་ཤག་གི་བུར་བསྡད་ཁྱོད་ཚོས་མི་གོམས་པ་སོ་སོའི་ཚོགས་ཚུགས་པའི་ཁ་ཐུག་གི་འདོད་པ་དེ་མི་སོ་སོ་སོ་འབྲུག་པ་འབྲུག་པ་བཀའ་རྒྱུད་ཡིན་ན་འབྲུག་པ་བཀའ་རྒྱུད་རང་གི་མི་བཤད་འདོད་ན། འདི་འབྲི་གུང་བཀའ་རྒྱུད་ཡིན་ན་འབྲི་གུང་བཀའ་རྒྱུད་རང་གི་མི་སློབ་ཕྲུག་རུ་དེ་འདྲ་གར་གར་ཡོད་ནས་དེ་སོང་དེ་བྱས་ན་དེ་འགྲིག་པ་རེད། སྤྱི་ཡོངས་ཀྱི་ཐོག་ནས་ཨོ་ད་ག་སོགས་རེད། སོ་སོའི་ཆོས་རྒྱུད་དུ་གཅིག་གོ་མ་གཏོགས་གཞན་དག་ལ་དཔེ་སྣ་དགུ་མ་སྤྲད་པའི་བྱས་བྱས་འདུག་བསྡད་པ་ཡིན་ན་གྱོང་རེད་མ་གཏོགས་བསྟན་པ་སྤྱི་ལ་ཕན་ཁྱོན་ཡོད་མ་རེད།

འབྲི་གུང་བཀའ་བརྒྱུད་པ་ཡིན་ན་འབྲི་གུང་གི་མི་བླ་མ་རྐྱང་རྐྱང་མ་གཏོགས་ག་གེ་མོས་མེད་ངེས་གསོལ་ཅིག། སངས་རྒྱས་བཅོམ་ལྡན་འདས་ཡི་རྒྱུད་མེད་པ། མགོན་པོ་ཀླུ་སྒྲུབ་ཡི་རྒྱུད་མེད་པ། དེ་འདྲ་བྱས་པ་ཡིན་ན། ད་ངོ་ནས་དྲ་གནས་བོད་ཀྱི་སངས་རྒྱས་ཀྱི་ཆོས་དེ་བོད་པའི་བླ་མས་བཟོས་པ་རེད་བླ་མ་ཡིད་སེམས་རེད་ཟེར་ནས་ད་ལོ་ཡག་གོ་ཏག་ཏག་ཡང་ཆགས་སོ་སོས་ད་ཁུངས

སངས་རྒྱས་ཀྱི་བསྟན་པ་ཅི་ལ་ཡ། དེ་སྔ་བོད་ལ་ཡིན་ནས་བསྟན་པ་ནུབ་ཡག་གི་ཆ་རྐྱེན་གཅིག་དེ་ཆོས་ལུགས་ཀྱི་འཐེན་འཁྱེར་བྱས་ནས་བྱུང་སོང། དགེ་ལུགས་ནང་ལ་ཆ་བཞག་ན་ཤུགས་ལྡན་དག་སོ་བྱུང་ནས་ཨོ་ད་དིག་གི་སངས་རྒྱས་ཀྱི་བསྟན་པ་ཅི་དེ་མགྱོགས་མྱུར་མེད་པ་ཆགས་ཡག་གི་ད་རྐྱེན་རྩ་བྱུང་དེ་བ་གསལ་པོ་ཞག་རེད་ཤེས་སོང་ཨ། ང་ར་གེ་ལ་ཆ་བཞག་ནས་ང་སྔན་མ་ནི་ཁུ་ལུམ་ར་བསྟན་འཛིན་རྒྱལ་མཚན་སྐུ་མདུན་ནས་གསུང་ཆོས་ཐོག་མར་ཞུས་པ་རེད། བྱང་ཆུབ་སེམས་འདོད་ཨ་ནི་ཁོ་རང་གི་མཛད་བྱ་བ་དེ་དག

ཨེ་ནི་རྡོ་རྗེ་གསུམ་ལྡན་གྱི་ཚར་བཅད་པ་རེད་ཟེར་ནི་འདུག་ག། སང་ཡིན་ཚིམ་ཞིག། ག་ད་དགོངས་པ་འདི་གོ་བཞག། ད་འདི། རྙོག་དྲ་རེ་མི་ཡོང་ངས་དགོངས་ནི་ཨེ་ནོ་ངས་ཐང་བྱས་ན་ཟིན་འདི་སོང་རེད། བྱས་ཙང་ག། ང་ཡ། ཆོས་ལུགས་ཀྱི་ཕྱོགས་ཞེན་གྱི་རྐྱེན་པས་ཆོས་དད་རང་མོས་མ་བྱུང་རེད། ཤེས་སོང་ང། དེས་སངས་རྒྱས་ཀྱི་བསྟན་པ་ལ་ག་ཚད་ཕན་ཡོད་རེད། དགེ་ལུགས་ཀྱི་བསྟན་པ་ལ་ག་ཚད་ཕན་ཡོད་རེད་ཟེར་ན་ཕན་ག་གེ་ཡོད་མ་རེད། རེད་པ། ད་ཀྱང་དགེ་ལུགས་ཀྱི་ཤི་བསམ་སྟོང་ད། རེད་པ། ད་དེ་ནས། ཨེ་ནི་རིམ་པས་རིམ་པས་ཀྱི། རྒྱལ་པོ་ཤུགས་ལྡན་བསྟན་ཡང་དེ་སྔ་མོ་ངས་བསྟན་གྱི་ཡོད་རེད་ཨེ་ནི་རྒྱལ་པོ་ཤུགས་ལྡན་བསྟན་ཡང་དེ། ད་ངས་བརྟག་དཔྱད་བྱས་ནས་ཐོག་མར་གནས་ཆུང་བཀའ་ལུང་བསྐྱོན་པ་རེད་ཨེ་གནས་ཆུང་བཀའ་ལུང་བསྐྱོན་པའི་ཁ་ཐུག་ལ་ངས་གནས་ཆུང་ལབ་ཡིན། ད་དེ་ཁ་ཁར་བཞུགས་ལ། རྒྱལ་པོ་ཤུགས་ལྡན། ཅེས་ཨེ་ནི་ཨ་སད་འཁྱམས་པོ་སུ་བྱས་ནས་ཕི་གས་བསྟན་ན་བསྐྱོན་ཡོད་པ་དེ་ཨེ་ནི། བཤད་པ་ཡིན་ན།

ཁ་ཤས་ཅིག་ཨེ་ནི་དིལ་ནས་ང་ཡིག་བྲིས་བྱས་ཨེ་ནི་གུ་རུའི་སྐུ་བཞེངས་པ་དེ་མ་འགྲིབ་རེད་ཨེ་ཇེར་མ་ཞིག་སྐུ་བཞེངས་དགོས་ཡོད་ཨོ་དེ་འདྲ་ལབ་བྱུང། དེའི་གོང་ལ་དེའི་སྐབས་དེ་ང་བོད་ནས་ཚུར་ཇེར་རིན་པོ་ཆེ་གི་གདུང་རུས་ཡིན་ཟེར་མཁན་གི་སྐུ་རུས་ཁ་ཤས་ཅིག་ང་འཇོག་བསྡད་ཡོད་རེད་ད་སྐུ་རུས་དེ་གི་ཟུང་ལ་ཕུལ་ནས་ཟུང་ལ་ཡོད་པའི་གསེར་གི་མཆོད་རྟེན་ཅིག་བཞེངས་དགོས་སམ་དྲན་སོང།

ཤུགས་ལྡན། ཨ་སད་འཁྱམས་པོ། བལྟས་ན། ཨ་ནི་ཕན་ལས་འདས་པ་ཆགས་ཡོད་ཅེས་ཁྱེད་རང་གིས་གསུངས་པ་ཡིན་པ། དེ་དུས་ངས་ཁ་ཁར་སྡོད་ཟེར་ལབ་བྱུང་ཨང། ཨེ་ཁྱེད་རང་གི་ཨ་མདའ་བུ་དེ་ད་ལོ། ཧ་ལམ་བཅུ་གྲངས་ཕྱིན་ཡོད་རེད་ཨེ་ཁྱེད་རང་ཁ་ཁར་བསྡད་སོང་ཨང། ད་ནི་ཡག་པོ་ཆགས་བྱུང། ད་ད་ཆ། ཕ་ཆོས་ཀྱིས། རྒྱལ་པོ་ཤུགས་ལྡན་ལྟས་ངན་གྱིས་དྲན་ནས། ད་ཕ་རྒོད་བླ་མའི་ཞལ་ལུང་གསལ་ཅིག་བསམ་བྱས། དེ་འདྲའི་གི་གནས་ཚུལ་འདུག་ཨོ་ད་ངས་ལ་འདི་མ་རེད། ངས་ལ་ཨོ་ད་འདི་རེད། ཨ་མདའ་ཨོ་ད། དེ་བྱས་ནས་ང་ཚོ་མགོ་རུལ་འབུམ་ཚོགས་ཕུལ་གྱི་ཡོད་རེད།

ངས་ཅིག་ལབ་པ་ཡིན། ཐད་ཀར་ལབ་ཤེས་པ་དེས་རྒྱུ་མཚན་མཐོང་ཆེད་ཁ་རུ་ཉན། དད་པ་དམ་ཚིག་ལ་གཡོ་བ་རྒྱུན་མེད་པ་ཞིག་དད་སོང་ཞེ་དྲག་ཡག་པོ་ཡིན།